ད་ནི་གྲོས་ཚོགས་འཐུས་མི་མང་པོ་ཐུག་ཡག་ལ་སོང། དེ་ག་ལ་ལྷག་པར་དུ་གྲོས་ཚོགས་འཐུས་མི་གསར་པ་དང་ལོ་བཅུ་དྲུག་ཞུགས་ཕོད་ཡག་ལ་སོང། དེ་འདྲའི་ཐོག་ནས་ང་ཚོ་གི་དམ་འབུལ། དེ་མངའ་སྡེ་གི་སྤྱི་ཁྱབ་འགན་འཛིན་ཡིན་ན་རེད་གྲོང་སྡེ་གི་སྤྱི་ཁྱབ་འགན་འཛིན་ཡིན་ན་རེད་དེ་ནང་བཞིན་ང་ཚོ་བོད་པའི་གི་ན་གཞོན་མང་པོ་ཅིག་དེ་དག་ང་ཚོ་སུད་སི་གི་དེ་དག་དེ་བཞིན་ན་ཆབ་སྲིད་གི་དེ་ན་ལ་དེ་འདྲའི་ན་ལ་ལས་ཀ་བྱེད་བཞིན་པ་ཡོད་རེད་དེ་དེ་འདྲའི་གི་ད་གནས་ཡོད་མི་སྣ་བོད་པའི་གི་གཞོན་སྐྱེས་ངས་ལྷག་པར་དུ་ག་རེ་ན་གཞོན་སྐྱེས་ལྷག་པར་དུ་བོད་པའི་ལ་རྒྱུ་མཚན་དེ་ང་ཚོ་བོད་པའི་གི་ནུབ་ཐོག་འདི་དཔེ་མི་སྲིད་ཤུགས་ཆེན་པོ་རེད་དེ་འདྲའི་ནུབ་བ་ལ་ང་ཚོ་གི་ཕྱི་ལོག་གི་མི་མཉམ་ཚོ་ལ་འབྲེལ་བ་བྱས་ལ་གཞོན་སྐྱེས་གང་དགའ་ནི་ཁྱེད་ཤུགས་ཆ་དགོས་དེ་འདུག་བ་ལ་ལྷག་པར་དུ་ང་རང་གི་སི་འདི་འདྲའི་སྤྱི་འཐུས་ཆགས་ན་གཞོན་སྐྱེས་མཉམ་དུ་དངོས་གནས་འབྲེལ་བ་བྱེད་ཀྱི་ཡིན་ལ་གང་བྱས་བསམ་ཡས་བཅོ་ལྔ་ལྷག་སོས་རང་ཚོ་རུབ་གནང་བ་རུབ་བ་དེ་ཐོག་ལ་ཉུང་དག་ལ་གང་བྱས་མང་ན་གསུམ་གཉིས་དེ་འདྲས་ཆུ་འགྲོ་ནས་རུབ་བ་གནས་ཡོད་མེད་ན་ཐུག་དགོས་ན་རེད་རུབ་བ་དེ་ན་བཞིན་འབྲེལ་བ་གསར་བ་བཟོ་དགོས་ན་རེད།

ད་དེང་སང་གི་དེ་ཚོ་ལ་ཡང་ང་ཚོ་གཞུང་གཅིག་གང་ལ་གང་འཚམ་སྐྱ་ཡི་བོད་ཕྱི་ཚུལ་མིན་ལ་གོ་ཡག་འདུག་ལ་རིག་ཡག་འདུག་ལས་ཉིན་དེ་འདྲ་མཐོང་ཡོང་གི་འདུག་དེ་ཡིན་དུས་དགའ་ཡོད་ལ་སྐྱིད་དགོས་ཡ་ཅན་ཡིན་དུས་མ་འོངས་པ་ལ་ཡང་གཞུང་གཅིག་དེ་དག་གིས་ཡོ་རབ་རྣམས་ལ་འཚར་ལོངས་བྱེད་ཆེད་དུ་གཞུང་གཅིག་དེ་དག་གིས་དེ་ནི་བོད་པའི་འདི་ཕྱི་ཟེར་ཡག་དེ་དང་གཞི་རིག་བོད་མི་རྣམས་པའི་དཀའ་སྡུག་དང་གཞི་རིག་བོད་མི་རྣམས་པའི་གནས་སྟངས་དང་ང་ཚོ་བོད་རྒྱལ་ཁབ་ཀྱི་ལས་ཀ་ཡིན་ན་རེད་བོད་རྒྱལ་ཁབ་ཀྱི་གྱོང་རག་ཡིན་ན་རེད།

རྩ་བའི་ཆོས་བོང་བུ་རྣམས་ལ་གཞུང་སྤྱིའི་རྣམ་པ་དེ་ཚོ་རུ་རོགས་ཀྱིས་བྱས་ན་གཞུང་སྤྱིའི་རྣམ་པའི་ལྟ་བ་ལང་ཚོ་དེ་དག་མ་འོངས་པ་ལ་ཡང་ང་ཚོ་བོད་རིག་གཞུང་དེ་ཀློག་ཐུབ་པ་བཅས་བྱུང་བ་ཡིན་ན་ནི་ང་ཚོ་བོད་མི་རེད་དེ་ག་ཟེ་བྱས་ཡིན་ང་ཚོ་མི་རབས་གསུམ་པ་བཞི་པ་དེ་ཚོ་བྱུང་བ་ཡིན་ན་ནི་གནས་གི་རེད་བསམ་བསམ་བྱས་ང་རང་གིས་བསམ་ནི་གཏོང་ཚོ་དེ་མི་རབས་གསར་པ་དེ་དག་ལ་ཡག་ཆེ་གོང་འཕེལ་འགྲོ་ཡག་དང་མི་རབས་གསར་པ་དེ་གའི་ཤེས་ཡོན་དང་རིག་གཞུང་དེ་དག་ཐོག་ལ་ཡང་གོང་འཕེལ་བྱེད་ཐུབ་ཡག་གི་འབད་བརྩོན་བྱས་རང་རང་གིས་དེ་ཚོ་ཡོད་པ་དེ་སྤྱི་བཏང་གིས་སྤྱི་གི་ལས་ཀ་ལས་ཚ་དེ

སྙོབ་ཐུབ་ཡག་གི། དྲ་རྒྱ་གི་ཐོག་ནས་དྲི་བ་དྲི་འདོད་ཡོད་ནད་རེད་དཀའ་ངལ་ཡོད་ནད་རེད་ཤེས་ས་གཅིག་དེ་གས་དེ་སྤྱི་འཐུས་གཅིག་བཟོས་ཐུབ་པ་ཡིན་ན་ཟླ་བ་རེ་རེ་ལ་ཐེངས་གཅིག་གཅིག་དེ་འདྲས་བྱས་ནས་ཆུ་ཚོད་ལྔ་དྲུག་ཅིག་དུས་ཚོད་སྟོན་བྱས་ནས་བཀའ་མོལ་གནང་པ་ཡིན་ན་ཡང་དེའི་དེ་དེའི་ཐོག་ནས་ང་ཚོས་ཀྱི་དཀའ་ངལ་མང་པོ་ཅིག་སེལ་སོང་ན་དེ་མཐུན་རྐྱེན་ག་རེ་བཟོ་དེ་སྙོབ་ཡག་གི། དང་དེ་འདྲས་ཅིག་ཡོང་ས་རེད་དེ་ནང་བཞིན་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་གས་ཁོ་ན་ཚོས་ཀྱི་སོ་སོ་སོས་ཀྱི་དམིགས་ཡུལ་མ་འདྲ་གི་ཐོག་ནས།